དེར་མ་ཟད་དེ་རང་ཕྱོགས་ཀྱི་འཁེལ་བ་གདན་འདྲེན་བྱས་ཏེ། གསང་བཤད་བྱས་པ་འདིའི་མཚོན་རང་རེའི་ཉིན་ཁག་ལོན་པར་ཕན་ངེས་ཀྱི་བྱ་གཞག་སྒྲུབ་སྟངས་འགྲིམ་ཡིག་གི་ཉེ་བའི་ཚོགས་པ་ཁག་ལ་ཡི་རངས་དང་བསྔགས་བརྗོད་ཡོད། མ་འོངས་པར་ཡང་འདི་དང་འདི་འདྲའི་རིགས་ལ་ཚོགས་པ་ཁག་གིས་ཁ་མིག་ཡར་ལྟ་དང་རྩིས་ཁྲག་རྩིས་ཀིས་བྱས་ཏེ་འཕྲལ་ཕུགས་དགེ་བའི་སློབ་གསོའི་གླིང་གར་ཕེབས་རྒྱའི་རེ་བ་དང་ཡིད་ཆེས་ཡོད། དེ་ནས་དེ་རང་སློབ་གསོའི་བཀའ་དྲིན་བསྐྱངས་མཁན་དགེ་བའི་བཤེས་གཉེན་ཁོང་ངོ་སྤྲོད་མདོར་བསྡུས་ཤིག་བྱེད་ཀྱི་ཡིན། གང་རེད་ཟེར་ན་ང་ཚོས་སྔོན་བཤོལ་བཏང་པའི་རྣམ་ཐར་རྗེ་འཇིགས་སློབ་མའི་ཉམས་ལེན་ཟེར་བ་ལྟར་གྱི་ང་ཚོས་ཀྱི་རྟ་རྩིག་ལྷོད་ཀྱི་རྒྱུ་མཚན་འདྲ་བོ་དེ་བྱང་ཚོར་ཤེས་ཡ་ཡིན་ན་ཨ་ནི་ཕན་ཐོག་དེ་རེ་བཟང་གི་ཡོད། དེ་འདྲ་ཡིན་ཙང་ཨ་ནི་རྒྱལ་བ་ཟེར་བཤད་དགོས་བོ་ཡོད་ན་ང་ལྟ་བུའི་ཤ་ཤེས་གི་མ་རེད། རྩིག་ང་ལྟ་བུ་ཟེར་གི་བཤད་དགོས་བོ་ཡོད་ན་ཨ་ནི་ཁོང་གི།

སློབ་སྦྱོང་གི་འགོ་རྩོམ་པ་རེད། དེ་ནི་མི་རུང་བར་ཀུན་བརྟེན་གྱི་སློབ་གཉེར་བའི་ཁྲོད་ནས་མངགས་བཅོལ་དང་ཤེས་རབ་རབ་ཏུ་ཆེ་བའི་མཚན་སྙན་ཆེན་པོ་གྱུར། དེའི་རྗེས་སུ་དགུང་ལོ་ཉེར་བདུན་གྱི་ཐོག་ལྷ་སྟོད་སེ་ར་དགོན་དུ་ཕེབས་ཏེ་བཟང་ཆོས་ཁག་ལ་ཕུ་ཐག་ཆོད་པར་སློབ་སྦྱོང་གནང་སྟེ། ད་ལྟའི་སེམས་འཁྲུག་འགག་སམ་གྱི་གཅིག་ལས་གཅིག་ལྷག་གི་སྐྱོ་དོན་ཁེལ་ཡོད་པས་ན། སྙན་གྲགས་ཆེ་ཆེ་བགྱིས་པར་མ་ཟད། སློབ་སྦྱོང་གི་བར་གསེང་ནས་ང་ཚོས་ཚད་ལེན་བགྱིས་པའི་ལག་ཤེས་ཤིག་བརྩམས་པས་འོད་གཞི་ཞིག་ཀུན་གྱི་གཟི་ནུས་འཁྱིལ་བ་ཡོངས་ཀྱི་བསྔགས་བརྗོད་དང་དགའ་སྤྲོའི་མཆོད་སྤྲིན་ཁ་བའི་འཇིག་རྟེན་ན་ལྷམ་མེར་ཁྱབ་པ་རེད། དེའི་རྗེས་སུ་ཡང་དགེ་བཤེས་དང་བླ་བཞི་ལྔ་ལ་སོགས་པས་བརྩམས་ཆོས་དྲག་ཆས་རྩོམ་པ་དང་དགོན་སྡེ་ཡན་མར་དུ་གཏམ་བཤད་གནང་བ་སོགས་ཀྱི་སྒོ་ནས་བོད་ཀྱི་ཆོས་དང་རིག་གཞུང་ལ་གོང་འཕེལ་གྱི་བྱ་བར་འབད་ཀྱིན་པའི་སྒང་རེད། ད་དེ་འདྲའི་ཚེ། དེ་ནས་དེ་རིང་ང་ཚོས་ཚང་མས་གོ་སྐབས་དམ་འཛིན་བྱས་ཏེ་ཚང་མས། དེ་ནས་ད་ཏག་ཏག་གི་སྟོན་པས་ལག་པར་ཉོན་ཅིག་ཡིད་ལ་བཟང་ཞིག་གསུང་བ་ལྟར། ཚང་མས། དེ་ནས་ད། ལོ་རིགས་སྒྲུབ་ནས་ཡག་པོ་ཞིག་ཉན་གྱི་རེ་བ་བྱེད་ཀྱི་ཡོད། གང་ཡིན་ཟེར་ན། ག་རེ་རེད་ཟེར་ན་ང་ཚོས་ཅིག་སྤྱིར་བཏང་ནས་སྒྲུབ་མ་འདོད་ཡང་འདི་འདྲའི་གི་ཆུ་ཚགས་དང་འདྲ་གི་མ་རེད། འདི་དུས་ཚོད་ཧ་ལམ་གཉིས་ལྟ་བུ་འདི་འདྲའི་ཅིག་མ་གཏོགས་ཡོད་མ་རེད། ད་དུས་ཚོད་ཐུང་ཐུང་དུ་མར་དང་མི་བའི་རྒྱུ་མཚན་གང་རེད་ཟེར་ན། ང་ཚོ་གཅིག་དམག་གསང་ཡག་དེ་རང་རང་གི་ཡག་པ་ཟེར་ཉན་ནས་སེམས་ལ་འཛིན། དེ་ནས་རང་གི་འཚོ་བའི་ནང་དུ་བེད་སྤྱོད་གཏོང་རྒྱུ་ཟེར་ན་འདྲ་ལག་ལེན་བསྟར་རྒྱུ་འདི་ཧ་ཅང་དཀའ་སྤྱད་ཆགས་ཡོད་རེད་དེ་འདྲ་ཡིན་ད་དུས་ཚོད་ཐུང་ཐུང་དུ་མར་དང་ཡོད་བ་མ་རེད་དེས་ན་ཚང་མས་ཡག་པ་ཟེར་ཉན་རྒྱུ་དང། དེ་ནས་སེམས་ལ་འཛིན་རྒྱུ། དེ་ནས་མ་འོངས་པར་རང་གི་འཚོ་བའི་ནང་དུ་དེ་ལག་ལེན་བསྟར་རྒྱུའི་རེ་བ་བྱེད་ཀྱི་ཡོད།

ཡིན་ནའང་ད་ཅུང་ཟད་མི་འདྲ་ས་ཆི་ཟིག་རེད་ཟེར་ན། ང་འདྲ་ཟེར་ན། སངས་རྒྱས་ཀྱི་ཆོས་ཀྱི་ཐོག་སློབ་སྦྱོང་ཟེར་མཁན་ཕྲན་བུ་ཕྲན་བུ་ཟེར་མྱོང་ནི་རེད། ད་ག་འདིའི་ནང་ནས་གན་དུ་འབའ་ཐམས་ཅད་ཤེས་མ་དགོས་རེད་ཡིན་ནའང་མང་ཚོགས་ཡིན་ན། ཨང་སོ་སོས་སོ་སོའི་གི་ལིས་ཀ་གི་དོན་དག་སངས་རྒྱས་ཀྱི་ཆོས་དམིགས་བསལ་གི་སློབ་སྦྱོང་གི་གོ་སྐབས་དང་སློབ་སྦྱོང་གི་དུས་ཚོད་ཆེ་པོ་ཟིག་ཡོད་ནི་མ་རེད། ཡིན་ནའང་ད་བར།

ཡང་ནང་ན་མི་འགྲིག་པ་བརྒྱ་བཅོ་བརྒྱད་ཐོན་པ་ཡོད་སྲིད་ཀི་རེད་ར་ད་གི་མི་འགྲིག་པ་ཧར་སི་ར་གཏོར་བཞག་ཚིག་སྐད་དེ་ནང་ན་བདེན་པ་དང་ཕན་པའི་ཚིག་སོ་སོའི་མི་ཚེའི་འཚོ་བའི་ནང་སི་ར་བེད་སྤྱོད་བཏང་ན་འགྲིག་རྒྱུ་རེད་ཡོད་ན་ད་ཧ་ར་དེ་རེད་བེད་སྤྱོད་བཏང་ཚིག་གི་ད་འགྲིག་ནི་རེད། དེ་ནས་ད་དེ་རང་གཅིག་གི་ཁ་བརྡ་དབྱེ་ཚུལ་གི་སྟངས་ནས་འདྲི་ཟིན་ན་གཅིག་ཡོན་འདོན་པ་ནང་ཕན་ཚུན་ན་བརྡ་སྤྲོད་སྟངས་གི་ཐོག་ནས་ད་གཅིག་གཞུང་ལུགས་རིག་གཞུང་དེ་འཕྲོ་ལྟ་ཚུལ་བསམ་ཚུལ་སྣ་ཚོགས་འདི་མིག་གི་རྣམ་གཞག་གི་ཐོག་ཧ་ར་ཆོས་ནས་མི་འཁྲུལ་བ་མང་ཚོགས་འཕར་བ་གི་སྐོར་ཆེ་ཐུབ་ཆུང་ཐུབ་ཟིག་ད་ཆེས་ཤིག་ཆུང་ཤིག་གི་མང་ཚོགས་འཕར་བ་དཀྱུས་མ་གི་སྐོར་ཨུ་ཐུབ་ལྟ་ཅི་འདི་མི་ཟིག་གི་ཐོག་ནས་གི་ཅིག་གི་དེ་རང་ཁ་བརྡ་ཡིན་ན་བསམ་འདུག་ད་དེ་མི་ཟིག་རེད་ད་ཐོག་མའི་གསར་ཤོས་ནི་འགྲོ་དེ་ནས་ད་ཁྱེད་ཟིག་རེད་ཟེར་ན

སོ་སོའི་མྱི་ཚེ་འདི་བླང་དོར་འཇུག་ལྡོག་གི་ཐོག་ནས་ལམ་ཡེ་ཤཱི་ཟིག་ཧ་ར་འཆི་ད་ཐུབ་ལྟ་རྒྱུ་འདི་ཤིན་ཏུ་གལ་ཆེན་པོ་རེད། ད་ཡིན་སོང་ཟིག་གི་ད་ལྟ་པ་ལྟ་པ་ཟིན་རང་མྱི་ཚེ་ལྟ་པ་ཡིན་ནོ་འདི་དུ་ནོ་མ་ཡང་སྙིང་ཆུ་འཆི་ཟིག་ག་ལྟ་པ་ཡི་གི་ཡོད་ཟིན་ན་མཆོག་ཁང་ནང་གི་གསེར་སྐུ་ད་དེ་འཕྲོ་བཀག་ཟིག་ད་གསུང་རབ་ཙམ་སེམས་ནང་ཤར་ན་དེ་ལྟ་པ་བྱེད་ཚུལ་གི་ངོ་བོ་དང་ནང་བའི་ཆོས་ཀྱི་ངོས་ནས་བལྟས་ན་ཡེ་ཤཱི་ཟིག་ངོས་ཟིན་གི་ཡོད་ནོ་མ་རེད།

དེ་ནས་རྒྱལ་སྲིད་ཡ་ར་རིམ་གྱིས་བརླག་ཆགས་ནས་ལོངས་སྤྱོད་ཕུན་སུམ་ཚོགས་པ་གཞན་པ་ཐམས་ཅད་ཀྱི་ལོངས་སྤྱོད་ཡི་མི་ཐུབ་ནས་འདི་མིག་གི་འཇིག་རྟེན་གྱི་ཕུན་ཚོགས་མང་ཡང་ལུས་ཀྱི་ནང་ནས་ཡ་ར་ཁོང་རིམ་གྱིས་བརླག་ཆགས་ནི་རེད་དེ་ནས་ཁོང་ལྷན་སྐྱེས་ཀྱི་ཤེས་རབ་མེ་ལྟར་འབར། དངོས་གནས་གྲངས་མེད་ཀྱི་ལྷན་སྐྱེས་ཀྱི་ཡོན་ཏན་གཞན་དང་མི་མཚུངས་བ་དེ་མི་ཟད་ཡིན་པ་དག་བཤད་མ་དགོས་པ་རེད་ར། ད་ནི་ཡ་ར་རིམ་པས་ཁོང་བརླག་ཆགས་ན་ད་ཁོང་ཕོབ་གྲངས་ཀྱི་ནང་ནས་དུད་འགྲིག་གི་ད་ཕུན་སུམ་ཚོགས་པའི་མཐུན་རྐྱེན་གྱི་ནང་ནས་འཇིག་རྟེན་གྱི་ཐོག་ཀ་སྐལ་ངར་ཟེར་གྱི་བཟོ་ལོ་ད་འཇིག་རྟེན་གྱི་ཐོག་ཀ་སྐལ་རྡུལ་ཟེར་གྱི་བཟོ་ལོ་ཕར་ཆེར་ད་དངོས་སུ་དགུང་ལོ་ཆུང་ཆུང་ཡིན་འདུག་གཟུགས་མམ་མྱོང་བ་ལྟ་བུ་རེད། ད་ནི་ཡ་ར་རིམ་པས་བརླག་ཆགས་ན་ཕོབ་གྲངས་ཀྱི་ཤུ་རུ་ར་བ་སོང་ན་ཕོབ་གྲངས་ཀྱི་ཤུ་རུར་གྱི་འཇིག་རྟེན་ནག་ཞིག་བལྟས་ནི་རེད། ཕྱི་རོལ་གྱི་འཇིག་རྟེན་ན་གཅིག་སྟེ་དུས་ལམ་ནང་ནས་ནད་པ་ཉམ་ཐག་ཤིན་ཏུ་སྐྱོ་བོ་ལུས་ཟུངས་བཟེད། ད་སྨན་བསྟེན་དགོས་ན་ཧར་སྤྱིར་སྨན་གྱི་སྟེང་ནས་བཅོས་ཐབས་མེད་ནི་ནད་པ་ཉམ་ཐག་དེ་མི་རིགས་ནི་རེད། ད་གི་འདི་ཕྱི་ཟས་ནི་རེད་ཨེ་ཙི་དུས་འདི་ནད་པ་ཟས་འདུག་འགྱོ་བོ་རེད་ཨེ་ཙི་ད་གི་བསམ་བློ་དང་དུ་ནད་གི་རིགས་སྣ་ཚོགས་དེ་འདིར་ཡིག་གདོང་མི་ཡོང་དགོས་ནི་རེད། ཡང་ན་འདིས་ནད་དུ་འདི་ཐམས་ཅད་ཀྱི་ཐོག་ཨབ་བྱུང་ནས་ཁོང་དང་ཁོང་ལྟ་བུ་ལོངས་ཤོག་ལྡེམ་མཁན་གྱི་ཐོག་ཨམ་ཨབ་བྱུང་རྗེས་སུ་ཨེ་རེད་ཨེ་ཙི་ནི་བསམ་བློ་དང་དུ་འདི་ཆོས་ནི་མ་རེད་ཨེ་ཙི། གཟི་བརྗིད་ཀྱི་གཉེར་ལེན་པའི་ཕུང་བོ་སྡིག་ལྡན་གྱི་ཕུང་བོ་འདི་ཡོད་ཚར་བཞིན་ནད་ཟས་ཀྱི་ཟླ་མི་འདོད་པའི་རྐྱེན་འདི་ཐམས་ཅད་ཀྱི་ཐོག་འབྱུང་སྲིད་པ་རེད། དེ་རིང་བདེ་ཐང་ཡིན་ན་སང་ཉིན་འདི་ལྟ་བུའི་ནད་ངན་པ་གང་འབྱུང་སྲིད་པ་རེད། དེའི་ཆོས་ཉིད་དུ་ཁོང་གི་འདི་རིང་མཐོང་ནི་རེད། དེ་ནས་ཧ་ར་སོང་དུས་ན་ད་ཡང་དུར་ཁྲོད་ཀྱི་ནང་སོང་ནི་སེམས་ཅན་གཉིས་ཀླུའི་རྩབས་ནི་ཟླ་ཞབས་རྒྱུན་ལ་སོགས་པ་ཡོད་དགོས་ནས་དུར་ཁྲོད་ཀྱི་ནང་གཉིད་ཤི་བའི་གནས་ཚུལ་མཐོང་ནི་རེད་ཁོང་གི་ལྟ་སྐུལ་ཁང་གི་བསམ་བློ་སུ་བཏང་འདུག་ལྟ་ཁུང་ད་ལྟ་དགུང་ལོ་ཆུང་བ་ལང་ཚོ་གི་སྟོབས་ལྟར་བ། ལྟ་སྐུལ་ནི་ཤི་ཟེར་གྱི་འདུག་ཅུ་ལྟ་རུང་ཐག་རིང་ཐག་རིང་ན་ཡོད་ནི་ཟི་རེད་ད། འདི་དང་འདི་ལྟ་བུ་ཡི་ཤིན་ཏུ་སྐྱི་ཡུའི་ལུས་ཕུང་འདི་ནམ་ཉི་མ་ཟིག་རྩབ་ཞྭ་འཁོར་ལོ་ཡི་ཞབས་བཞིན་གྱི་ནི་འདྲ་གང་ལྟར། འདི་འཇིག་གི་ད་འཆི་བ་ཟེར་གི་འདུག་ཅུ་སྟོབས་ཉིད་ཐམས་ཅད་པོ་གཟིར་ས་མི་འགྱུར་གྱི་གཉིས་ཡུལ་ཚིག་པོ་སྒྲོག་དགོས་ས་གི་ལམ།

དེ་ནས་དེའི་རྐྱེན་གྱིས་འཆི་སྒོ་ནས་ཉེན་ཀར་ད་ལྟའི་ལོངས་སྤྱོད་འདི་དག་ཐམས་ཅད་ཀྱི་བཀའ་བསྐལ་གཟིམས་མི་ཕན་གི་དུ་ཐུགས་ཀ་དགོངས་ནས་ཅི། དུ་ཐུགས་ཀ་དགོངས་ནས་དེ་ནས་རིམ་གྱིས་བསམ་བློ་བཏང་དུས་ད། མྱི་ཚེ་འདིའི་གམ་འཕྲལ་གྱི་ལོངས་སྤྱོད་དམ་འཕྲལ་གྱི་ཕུན་ཚོགས་ཙམ་གྱིས། བདེ་སྐྱིད་ཀྱི་གནད་དོན་དུ་རྩ་བ་ཉིད་ནས་ཐག་གཅོད་ཀྱི་མེད་པའི་གནས་ཚུལ་དུ་ཁོང་གི་མཁྱེན་རྟོགས་གསལ་བོར་བྱུང། དེ་ལ་ཡང་དང་ཡང་དུ་ཐུགས་བསམ་བཞེས་ན་ད། དེ་ནས་ད་ཁོང་གི་སེམས་ཐག་ཆེན་པོ་བཅད་ནི་རེད། སེམས་ཐག་ཆི་ཟིག་བཅད་ནི་རེད་ཟེར་ན། ད་ཁོང་རྒྱལ་རུས་རྒྱལ་སྲིད་འདི་ནས་འདུག་རྒྱུ་མི་འཛི་མི་རེད། རྒྱལ་རུས་རྒྱལ་སྲིད་འདི་ནས་འཇིག་རྟེན་གི་ལོངས་ཤུགས་ཀི་ཕུན་ཚོགས་ཙམ་ལ་གཡང་ནས་འདི་རེད་འདི་ནི་ནམ་ཞིག་འཆི་བ་ཟིག་འཆི་བའི་ཉི་མ་འཇུག་པར་ལྟས་མི་སྒོམ་རྒྱུ་ཟིག་ཡོང་གི། དེ་ལྟས་ན་ད་ལྟ་ལང་ཚོ་དར་ནི་དང་ཁམས་དབང་བོ་སྐྱེ་མཆེད་ཐམས་ཅད་པོ་ནར་སོན་པའི་གནས་སྐབས་འདི་ལ། ད་གཏན་གྱི་བདེ་སྐྱིད་འཚོ་རིའི་ལམ་དེ་ཁོང་གཞིག་རྒྱུ་ཡིན་འཛི་མི་རེད། དེ་ཡི་ཕྱིར་རུང་ཡིན་ན་ཡང་ད་ཁོང་རྒྱ་རུའི་ཧྲི་རེད་དེ་ཡིན་ན་རབ་ཏུ་བྱུང་བ་མགྱོགས་མགྱོགས་དུ་རྒྱལ་ཁབ་ཀྱི་ཁེ་ལས་ནི་མ་རེད་རྒྱ་རུའི་ཡབ་ཀྱི་ཁེ་ལས་ནི་མ་ད་ཐམས་ཅད་ཀྱི་རྒྱ་ཧྲི་ཡར་ལག་ཆགས་ནས་ད་རྒྱ་རུ་རྒྱལ་ཁབ་དུ་བཟུང་ནས་རྒྱལ་ཁབ་བརྟན་པོ་མ་ཐང་ལོངས་ཤོད་དར་རྒྱུ་དེ་རེད་ཡབ་ཅང་འདོད་དེ་ནས་ཁོང་རིགས་མི་མོ་མཚན་འཛིག་ག་མི་སུས་ཀྱང་མི་ཁོ་ར་ཡིན་མཚན་ན་ད་རིགས་དྲུག་སོང་ནས་ད

དྲང་སྲོང་ནགས་དང་ཆེན་འདམ་དང་འདི་མི་དབེན་པ་ན་སྒོམ་རྒྱབ་རྡོ་ནི་སྐབས་དུ་དུ་ཕྱི་རོལ་གྱི་དྲང་སྲོང་མང་ཁོང་གི་དགེ་རྒན་ན་བསྟེན་པ་རེད། དགེ་རྒན་ན་བསྟེན་དུས་ད་སྐབས་དུ་དུ་གུ་ཁོང་གི་སྔོན་གྱི་ཆོས་ལུགས་པ་ཐམས་ཅད་ཀྱི་ཁྱི་ཟག་སྲུང་གི་ཡོད་ནི་རེད་ཟེར་ན། ལུས་འདི་འདུག་ས་སྐྱིད་པོ་འདི་གཟའ་རྗེ་གཞན་པོ་གཟུགས་ལྟ་རིས་སོང་ནི་འཚོ་ཡི་མཐུན་རྐྱེན་དུ་འཛོམས་གི་འཛོམས་གི་ཚོ་རབས་དུས་ཡབ་མྱོང་གི་མྱོང་གི་ནང་གི་ཉོན་མོངས་སྐྱེར་སྡུག་སྐྱེར་སྡུག་ཡིན།

དེ་ཡིན་ནི་ལོ་དྲུག་སྐལ་བ་སྐྱེལ་ནི་འདི་ཁྱི་འདྲ་མ་སོང་ལགས་ཤིག་དུས་དུས་ཁྱི་ནང་ན་ཁོང་རིགས་ཀྱི་སྣང་བརྙན་ཤར་གི་ནོ། ཁོང་རིགས་ཧ་ལས་གི་འདུག་ཅེས་གདོང་གཏུམ་ཙི་འདྲི་འདྲི་ཟེར། ཡིན་ནའི་འདི་མིག་གི་སྐལ་བ་ཆེན་པོ་སྐྱེལ་ནི་རེད། ཡིན་ན་ཡང་དེ་ལྟ་བུའི་སྐལ་བ་སྐྱེལ་ན་ཡང་ཁོང་གི་སྟོན་དང་ཉིན་རེའི་བཞི་པའི་འབྲས་བུ་ཐར་བ་ཟེར་གི་འདུག་ཅེས་དུས་ཁོང་གི་གང་ལྟར་མ་ཐོབ་པ་རེད་ད་རུང། ད་ནི་རིམ་གྱིས་སམ་ལོངས་སུ་བཏང་དུ་ད་ལུས་ལ་གདུང་བ་བྱིན་ནོ་ལུས་ལ་སྐབས་ལུས་འཇམ་ནག་གི་གནས་སྐབས་ཙམ་ན་ཉོན་མོངས་མངོན་གྱུར་བ་གི་མགོ་གནོན་གི་ཡོད་པ་དང་ཉུང་ངེས་སྤྲོས་པ་རེ་ར་མི་རྟག་པའི་གཞུང་ལུགས་དང་ཐམས་ཅད་པོ་གནས་ལུགས་མེད་པ་མ་རེད། ཕྱི་རོལ་རིགས་པའི་བན་ཁྲི་དང་དེ་དག་གི་གསུང་སྟངས་ཡང་རྩ་བ་ཉིད་ནས་ལུགས་མེད་པ་ཡིན་ནི་མ་རེད། འོན་ཀྱང་ལུས་ལ་དཀའ་ཐུབ་འདིར་ཡོད་ནི་ཇི་ཙམ་སྐྱེས་ནི་སེམས་ཀྱི་ཉོན་མོངས་ཆུང་རུ་སོང་ན་ཡང་ཡང་ནམ་ཞིག་ལུས་ཕྱི་སུ་ནས་ཡོང་དུས་ཡང་ཉོན་མོངས་དེ་དག་ལྷར་སྐྱེ་བའི་ཆོས་ཅན་དུ་གྲུབ་བསྡད་ཡོད་པ་དེ་རིང་གསུང་དུ་སེམས་ཀྱི་སྟེང་གི། གཏན་གྱི་བདེ་བ་ཟེར་གྱི་དེ་ལུས་ཡང་སྡུག་ཧེ་ནི་གི་ཐོབ་རྒྱུ་ཟེར་མ་རེད་བསམ་གྱི་དེ་ཡང་ཁོང་གི་ཉེས་པའི་ཉེར་གཏོགས་ཤིག་རེད་ར། དེ་ནས་རིམ་པས་རིམ་པས་ཡང་བསྐྱར་བསམ་བློ་བཏང་ཕྱིར་རོང་དུ། སྡུག་བསྔལ་ཟེར་གྱི་འདུག་དེ་ཐམས་ཅད་པོའི་རྩ་བ་དེ་སེམས་མ་བཞི་བ་སེམས་རབ་ཏུ་འཁྲིགས་ནས་སེམས་ཀྱི་སྟེང་གི་ཤེས་པ་ཉོན་མོངས་འདོད་ཆགས་བཞིར་དང་སེམས་ཀྱི་འགྱུར་ལྡོག། འབྱུང་སྐྱེད་ཀྱི་སེམས་ཀྱི་སྟེང་གི་འདུ་ཤེས་འདི་དག་སྡུག་བསྔལ་ཐམས་ཅད་ཀྱི་རྩ་བ་ཡིན་པ་ད་ཁོང་རིགས་མཁྱེན་རྟོགས་བྱུང།

དེ་ནས་མངོན་པར་རྫོགས་པ་སངས་རྒྱས་ནས་ད་དགུང་ལོ་བརྒྱད་ཅུ་ནང་བར་དུ། ད་ལོ་བཞི་བཅུ་ནང་ཟིག་ཁོམ་ཡོང་ནི་རེད་ར་ལོ་བཞི་བཅུ་ནང་ཟིག་ཁྱེད་ཀྱི་ད་ལྟའི་གི་སྐྱེ་བོ་ཕ་རིའི་མི་ལོ་ལྟར་དུ་བྱས་ན་དགུང་ལོ་བཞི་བཅུ་ནང་ཟིག་ཐུན་མོང་སྣང་ཚོད་ད་ཁོང་འཛམ་གླིང་འདི་ན་བཞུགས་ནི་རེད། དེའི་ལོ་ངོ་བཞི་བཅུ་ནང་བོ་ན་སངས་རྒྱས་ཀྱི་ཆོས་གསུངས་ནི་རེད།

སེམས་ཀྱི་སྒེར་གྱི་གཟི་བརྗིད་དེ་མི་སུ་ཡིན་ན་ལོངས་སྤྱོད་ན་ཆོག་ནི་རེད་དེ་ལོངས་སྤྱོད་ས་གི་ལོངས་སྤྱོད་ཅིག་གི་ནམ་མཁའི་རྨང་གཞི་དང་ཆར་སྐྱེམས་ཆ་ཚང་ཡོད་ནི་རེད། དེའི་ཕྱིར་འོ་སངས་རྒྱས་ཀྱི་ཆོས་ཐམས་ཅད་ཀྱི་རང་བཞིན་ནི་གནས་ལུགས་དེ་ཉམས་སུ་ལེན་སྟངས་དེ་ཡིན་ནི་དགུང་ལོ་བཞི་བཅུ་བཞིར་སྔ་རྟགས་གསུངས་ནི་རེད། དེ་གསུངས་ནོ་དམ་མཐའ་ཡི་བ་གཏང་ཟེར་པ་རྒྱ་ཆེ་བ་ཟེར་རེད་དེ་ཡོངས་སུ་རྫོགས་པ་ཡི་གེ་ལ་མ་འགོད་ཐུབ་ཡོད་བ་མ་རེད།

སོ་སོའི་གི་དཀར་དུག་འདི་ཐམས་ཅད་པོ་སོ་སོའི་ལུས་བསགས་རྣམས་མྱོང་ནི་ཡོང་ནི་རེད་ད་ཡང་སོ་སོའི་ཕན་པ་གསུམ་འབྱུང་དགོས་ན་སོ་སོ་རང་རང་གི་སྟེང་ནས་ཤིག་རྒྱག་དགོས་གི་རྟགས་བྱུང་བ་ནི་རེད་དེ་ཐམས་ཅད་གི་ཧ་གོ་ག། དེ་རིང་གསུང་དུས་ལྟར་ཆོས་ཟེར་གྱི་དུས་རིམ་པ་མཐའ་ཡས་པ་ཡོད་ནི་རེད་སངས་རྒྱས་སུ་གི་ལམ་བསྒྲུབ་ཚུལ་ཐར་བ་གི་ལམ་བསྒྲུབ་ཚུལ།

ཆ་གཟིགས་སྒོ་མོའི་འོག་ཁྱིམ་བབས་སྤྱིར་བཏང་བ་གཟིགས་ཀྱི་ཉམས་སུ་བླངས་བསང་སྦྱོར་ནི་ཆུ་འཛིན་ན་ཆོག་གི་གང་ལྟར་དེ་མི་གཟིགས་ཀྱི་ཆ་ཞིག་གཟིགས་ན་ཡོད་ནི་ཨ་རེ་འཛིན་ན་ཡོད་ནི་རེད། ད་གི་དེ་རང་མ་བྱེད་ཀྱི་དཀྱིལ་འཁོར་ནི།